དེ་ཚོ་ལ་ཡང་བསླབ་ཆོག་གོ་རེ་སོང་ལ་ད་འཇུག་པའི་བསླབ་བྱ་དེ་ཚོ་བསླབ་ནས་འཇུག་པའི་བསླབ་བྱ་དེ་ཚོ་ལ་སློབ་ནུས་པ་དེ་འདྲ་ཡིན་པ་ཅིག་ཧ་གོ་ནས་ད་སློབ་ནུས་གི་འདུག་ཅིག་གི་སློབ་ནུས་པ་ཧ་གོ་ན་དེའི་རྗེས་ལ་ཡང་ཨ་ཅིག་དངོས་གཞི་མཇུག་སྡོམ་གི་ཆོ་ག་བྱས་ཡ་ཆོས་སྲིད་པའི་སྡོམ་པའི་ཆོ་ག་བྱས་ཡ་འདུག་ཟིན་པ་རེད། དེ་ལྟར་སེམས་བསྐྱེད་པ་དེ་ནི་བྱང་ཆུབ་སེམས་དཔའ་ཞེས་བྱ་སྟེ་སེམས་ཅན་གྱི་ཆེད་དུ་བྱང་ཆུབ་འདོད་པ་དང་བྱང་ཆུབ་ཐོབ་ནས་སེམས་ཅན་བསྒྲལ་བར་འདོད་པ་དང་བྱང་ཆུབ་དང་སེམས་ཅན་ལ་དམིགས་པ་དང་དེ་དག་གི་དོན་དུ་དཔའ་ཞིང་སྙིང་སྟོབས་དང་ལྡན་པར་མཐོང་བའོ། སྨོན་པ་བྱང་ཆུབ་ཏུ་སེམས་བསྐྱེད་པའི་ཆོ་ག་བཤད་ཟིན་ཏོ། འཇུག་པའི་སྡོམ་པ་བཟུང་བ་ལ་གསུམ་སྟེ་སྦྱོར་བ་དང་དངོས་གཞིའི་རྗེས་སོ། དང་པོ་ལ་སྤྱོད་དེ་གསོལ་བ་འདེབས་པ་དང་བར་ཆད་ཐུན་མོང་བར་དྲི་བ་དང་ལྟུང་བའི་ལྕི་ཡང་བརྗོད་པ་དང་ཉམས་པའི་ཉེས་དམིགས་དང་བླང་བའི་ཕན་ཡོན་དང་སྲོག་བསགས་པ་དང་བར་ཆད་ཐུན་མོང་མ་ཡིན་པར་དྲི་བ་དང་བསྐུལ་བ་དང་བསམ་པ་ཁྱད་པར་ཅན་བསྐྱེད་པ་དང་བསླབ་པ་མདོར་བརྗོད་པའོ་དངོས་གཞི་ནི། སློབ་མས་སྡོམ་པ་ལེན་པའི་སེམས་བསྐྱེད་ལ་སློབ་དཔོན་གྱིས་རིགས་ཀྱི་བུ། མིང་འདི་ཞེས་བྱ་བ་ཁྱོད་བདག་བྱང་ཆུབ་སེམས་དཔའ་མིང་འདི་ཞེས་བྱ་བ་ལས་འདས་པའི་བྱང་ཆུབ་སེམས་དཔའ་ཐམས་ཅད་ཀྱིས་བསླབ་པའི་གཞི་གང་དག་དང་ཚུལ་ཁྲིམས་གང་དག་དང་མ་འོངས་པའི།

ཐམས་ཅད་དེ་སྡོམ་པའི་ཚུལ་ཁྲིམས་དང་འགལ་བ་ཆོས་འདུལ་བའི་ཚུལ་ཁྲིམས་དང་སེམས་ཅན་དོན་བྱ་བའི་ཚུལ་ཁྲིམས་ལེན་པར་འདོད་དམ་ཞེས་ལན་གསུམ་དྲིས་ལ་སློབ་མས་ཀྱང་ཚར་ལགས་ཞེས་ལན་གསུམ་བརྗོད་དོ། བདག་དེ་ནས་ཨན་འདིའི་རྗེས་ལ་ཡང། རྗེས་ལ་ཆོས་དྲུག་ཏུ་མཁྱེན་པར་གསོལ་བ་དང། ཡེ་ཤེས་གཟིགས་པར་འཇུག་པའི་ཕན་ཡོན་དང་སྡོམ་པ་གྱ་ཚོམ་དུ་མི་བསྒྲག་པ་དང་བསླབ་པ་མདོར་བསྡུས་ནས་གོ་བར་བྱ་བ་དང་བཀའ་དྲིན་དྲན་པའི་མཆོད་པ་དང་དགེ་བའི་རྩ་བ་བསྔོ་བའོ། འཇུག་པའི་སྡོམ་པ་བཟུང་བ་བཤད་ཟིན་ཏོ། ད་རེས་འཇུ་ས་ནས་འོང་རེད། དེ་དག་གི་ཇོ་བོ་གསེར་གླིང་པའི་ལུགས་བཤད་ཟིན་ཏོ། ད་འདི་ལ་ཡང་ཅི་ག་རེ་བའི་གནད་འགག་རེ་བ་ཅིག་གར་ཡོང་བསྡད་ཡོད་རེད་ཟེར་ན། དཔེར་ན་ག་རེ་བའི། འདི་ལ་ཡང་ད་ད་གི་དགོངས་འདུས་ཞུས་པ་ནང་བཞིན་གྱི། དཔེར་ན་ཉན་ཐོས་ཀྱི་རྩ་བའི་བདེ་བ་བཞི་ལ་ཡང། ཅིག་གོ། སྡོམ་པ་ལེན་པའི་ཆོ་ག་དང། བདག་རྣམས་བཞིན་གྱི། ཅིག་བསྲུང་མཚམས། བསྲུང་བའི་མཚམས་ཅུང་ཟད་མི་དྲག་དང། གཏོང་ཐུབ་ཅུང་ཟད་མི་དྲག་དེ་འདྲའི་ཡོང་དེ་ཡོད་ས་རེད། དེ་འདྲའི་ཡོད་པ་ནང་བཞིན་གྱི་ཨ་ནི་འཕགས་པ་འཇམ་དཔལ་གྱི་རྗེས་སུ་འབྲངས་སློབ་དཔོན་ཐོགས་མེད་ཀྱི་ལུགས་བདེ་དང། ཨ་ནི་འཕགས་པ་བྱམས་པའི་རྗེས་སུ་འབྲངས་ནས། ཁ་ཚ་ལྷོ་བོད་ཀླུ་དྲུག་ལུགས་བདེ་དང་འཕགས་པ་བྱམས་པའི་རྗེས་སུ་འབྲངས་སློབ་དཔོན་ཐོགས་མེད་ཀྱི་ལུགས་གཉིས་ཡོད་པ་ཡིན་རྒྱུ་བསམ་ནས། བདག་འདིས་སློབ་དཔོན་ཐོགས་མེད་དང་ཀླུ་དྲུག་ལུགས་གཉིས་པོ་དེ་གཅིག་ཆོ་ག་ཐ་དད་པ་ཡིན་པ་ཡིན་ཙང་དེའི་རྒྱུ་མཚན་ལ་བརྟེན་ནས་གསུང་མཚམས། སྡོམ་པའི་བསྲུང་མཚམས་ཐ་དད་ཡོད་པ་དང། དག་སྣང་བཞིན་གྱི་གཏོང་ཐུབ། གཏོང་ཐུབ་ཐ་དད་ཡོད་པ། དེ་འདྲའི་ཡོད་རེད་བསམ་ནས་དེ་འདྲའི་དྲན་པ་ཡིན་ན། དེ་འདྲའི་དྲི་བ་ཅིག་ལེན་པ་ཡིན་ན། ད་དེ་ལ་ཡང་བསྲུང་ཚུལ་མི་འདྲ་རུ་ཕྱི་གཉིས་ཡོང་དེ་ཡོད་ས་རེད། གཅིག་དེ་ཆོ་ག་ཐ་དད་པ་ཡིན་པ་ལ་བརྟེན་ནས། ཨ་ནི། བསྲུང་བྱ། བསྲུང་མཚམས། དེ་སུ་ཡིན་ན་ཡང། བསྲུང་མཚམས་དང་གཏོང་ཐབས་ཀྱི་དེ་སུ་ཡིན་ན་ཡང་ཐ་དད་པ་ཡིན། སྤྱིར་དེ་གའི་ཨ་ནི་ཆོ་གའི་གི་ཚིག་རིས་མི་འདྲ་བ་ཙམ་རེད་མ་གཏོགས་པའི། ཆོ་ག་ཐ་དད་པ་ཟེར་མ་རུང་བས་ད་ཅིག་ཆོ་གའི་གི་ཚིག་མི་འདྲ་བ་ཙམ་རེད་མ་གཏོགས་པའི་གི། བསྲུང་མཚམས་དང། ཨ་ནི་གཏོང་གནས་ཐ་དད་མེད་གསུངས་ཡིན་ཅིག་ད་ག་འདྲ། ཞེས་བཟོས་ཟེར་ན་བགྲང་འདུག་ལུགས་གཉིས་ཡོང་དེ་ཡོད་ས་རེད། ད་དེ་ལ་ཡང་ཆོ་ག་ཐ་དད་པ་ལ་བརྟེན་ནས་གསུང་མཚམས་ཡང་ཐ་དད་ཡིན་གསུང་མཁན་ཚོས་ཀྱིས་ལག་ལེན་གང་འདྲ་ཞིག་གནང་གི་ཡོད་རེད་ཟེར་ལབ་ཡོད་མིན་ན། ཨ་ནི། འཕགས་པ་ཐོགས་མེད་ཀྱི་ལུགས་ཀྱི་སྡོམ་པ་བླངས། བླ་འདུལ་ས་ནས་རྩ་ལྟུང་འདི་ཚོ་ཡིན་ན་བྱང་སའི་ཚུལ་ཁྲིམས་ཡིན་ལུགས་ནས་གསུངས་པ་ནང་བཞིན་བྱེད་ཀ་རེད། ཨ་ད་ནང་བཞིན་གྱི་ལྷོ་བོན་ཀླུ་སྒྲུབ་ཀྱི་ལུགས་ཀྱི་སྡོམ་པ་བླངས་པ་ཡིན་མིན་ན་ཨ་ནི་རྩ་ལྟུང་གི་མང་ཉུང་འདི་ཚོ་ཚང་མ་ལོ་ནམ་མཁའི་སྙིང་པོའི་མདོ་ནས་གསུངས་པ་ནང་བཞིན་བྱེད་ཀྱི་ཡོད་རེད། དེ་རིང་དུས་དེའི་རྒྱུ་མཚན་བལྟས་ནས་ད། ཆོ་ག་ཐ་དད་པ་ནང་བཞིན་གྱི། རྩ་ལྟུང་གིས་ཅིག་གྲངས་མང་ཉུང་སོགས་མ་རེད་པས་གྲངས་མང་ཉུང་དང་བསྲུང་མཚམས་འདི་ཚོ་ཡིན་ན་ཅིག་ཐ་དད་དུ་བྱས་ཨ་ཅིག་འདི་བྱེད་ཉེན་ཅིག་ཡོང་སྡིག་ཡོད་ས་རེད་ད་དེ་རྒྱ་གར་ལས་ཡོང་སྡིག་ཡོད་ས་རེད་བོད་ལ་ཡོང་སྡིག་ཡོད་ས་རེད་ཨ་ནི་རྒྱ་ནག་ལས་ད་བ་ཅིག་དེ་འདྲ་བ་ཅིག་བ་ཅིག་ག་ཧྲུ་རེད་ད་ཅིག་ལུགས་སོ་སོ་སོ་སོ་བྱས་ནས་ཆོ་ག་སོ་སོ་ལུགས་སོ་སོ་སོའི་གིས་ཨ་ནི་ཆོ་ག་སོ་སོ་སོ་སོ་དང་མཐུན་པའི་གི་སྒོ་ནས་ད་ཅིག་རྩ་ལྟུང་གི་གྲངས་མང་ཉུང་དང། གཏོང་ཐུབ་ཐ་དད་རྩིས་དེ་ཧ་ཅིག་ཡོང་དེ་ཡོད་སྲིད། ད་ཡང་ཅིག་བོད་ཀྱི་དཀར་ཕྱུག་ར་ད་ཅིག་མཁས་པ་མང་པོ་ཅིག་གིས་མ་གཞི་ད་བསླབ་བཏུས་ནང་ལོགས་ལས་ད་དེ་འགལ་བ་མེད་པའི་ཟུར་གསུངས་ཡོང་བ་རེད། ད་ནང་བཞིན་གྱི་ད་ད་དེ། ལམ་སྒྲོན་གྱི་འགྲེལ་པ་ནང་ལོགས་ལས་འགལ་བ་མེད་པའི་སོར་གསུངས་ཡོད་རེད། དེ་རིང་འདུས་ས་ནས་དེའི་རྒྱུ་མཚན་ལ་བརྟེན་ནས་དགག་ཞུ་བ་དང། འགལ་མེད་དུ་ཅི་ལུགས་གཉིས་པོ་དང་འགལ་མེད་ཟུང་གཅིག་ཏུ་ཉམས་སུ་ལེན་ཟེར་བར་བས་ད་ཅིག། ཀ་ཧྲུའེ། བདག་གིས་གོང་དུ་ཞུས་པ་ནང་བཞིན་གྱི་ཆོ་གའི་ཚིག་རིས་ཐ་དད་པ་མ་གཏོགས་པའི་གཉིས་ཀ་ལོགས་ཀྱིས་གསུངས་དགོས་པ་གཅིག་པ་ཡིན་པ་ཆད་ནས་དག་ནང་བཞིན་གྱི་འགལ་བ་མེད་པ་ཅིག་དེ་འདྲ་ཁས་ལེན་གྱི་ཡོད་ས་རེད། ད་མདོར་ན་ཁོ་རང་ཀ་ཧྲུའེ། བྱང་གསེར་གྱི་ཚིག་གི་ནང་ལོགས་ལ་ཡང་འདས་པའི་བྱང་ཆུབ་སེམས་དཔའ་རྣམས་ཀྱིས།

ད་ནུས་ཚོད་དང་བསྟུན་ནས་ག་ཚོད་བསླབ་ནུས་ན་ཐམས་ཅད་ལ་བསླབ་དགོས་ཨ་ཅིག་ད་བསླབ་མ་ནུས་ན་ཡང་ཀྱི་སོ་སོའི་ནུས་ཚོད་དང་བསྟུན་པའི་ཐོག་ནས་ཡང་ཁོ་ར་ཆ་རིམ་གྱིས་བསླབ་ཨ་ཅིག་ཐུགས་སུ་ཡིན་པ་ཡིན་པ་རེད། ད་དེ་ལ་ཡང་རེད་ད་ད་ག་ཆུ་བས་མདོར་ན་ཅིག་བྱང་ཆུབ་སེམས་དཔའ་ཟེར་བ་དེ་ད་ལྟ་དེ་བསླབ་བྱ་མང་པོ་ཅིག་ཡོང་དགོས་ཨ་དེ་རྒྱུ་མཚན་དེ་ཡང། ད་ཅིག། བྱང་ཆུབ་སེམས་དཔའི་གདོན་པ་བསལ་བ་དེ་གང་དག་ཐམས་ཅད་རུ་ཆགས་རེག་ཡོད་གདོན་པ་བསལ་བ་དེ་གདོན་ན་ཐམས་ཅད་རུ་ཆགས་རེག་ཡོད་རེག་བྱེད་ན་དེ་འདྲ་བའི་དམ་བཅའ་འདི། མི་ཚེ་གཅིག་གཅིག་པོ་མ་རེག་ད་ནམ་རྒྱུན་ང་ཚོས་ཀྱི་སོ་སོ་ཐར་པའི་སྐབས་ལ་ཡང། དམ་བཅའ་བ་ཁས་བླངས་བཞག་པ་འདི་མི་ཚེ་གཅིག་གི་ཁས་ལེན་ཙམ་རེད། ཡིན་ན་བྱང་ཆུབ་སེམས་དཔའ་སེམས་དཔའ་གིས་བྱང་ཆུབ་སེམས་དཔའ་གྱི་སྡོམ་པའི་ཁས་ལེན་བྱ་དམ་བཅའ་བྱ་སྟེ། འདི་ནི་བྱང་ཆུབ་མ་གཏོགས་ཀྱི་བར་དུ། ཨན་ཏ། གང་ལྟར་བློས་མི་གཏོང་ཡང་ཅིག། ཁས་ལེན་ཡང་ཅིག་དེ་འདྲ་ཅིག་གནས་དང་ཆགས་བྲལ་ཡོད་པ་ཡིན་དུས་བསམས་ན། ད་དེར་དེའི་གི་ད་མི་མཐུན་ཕྱོགས་ལས་པས་ཅིག་མི་མཐུན་ཕྱོགས་ལས་གསུང་ཡང་དང། ཨན་ཅིག་མཐུན་ཕྱོགས་པས་བསྒྲུབ་པར་བྱ། ད་དེ་ནས་ཡུམ་བསྐོར་བ་སྟན་བསྒྲོད་པའི་དམ་བཅའ་བ་དེ་ལ་ཡང་ཅིག་དམ་བཅའ་དེ་ཡག་པོ་བརྗོད་ཨ་འཆད་དོ། ནི། ད་དེ་གི་མི་མཐུན་ཕྱོགས་ཀྱི་རྐྱེན་ལས་གསུངས་ཡང་ཅིག་དང། ནི་མཐུན་ཕྱོགས་ཀྱི་འགལ་བ་གོང་ནས་གོང་དུ་སྤེལ་ཡང་ཅིག་ཁོ་རང་གི་ངང་གིས་ཡུམ་བསྐོར་བ། དེ་ནས་ཡུམ་གྱི་ས་ནི་ད་དེའི་རྒྱུ་མཚན་སྤྲད་ནས་ད་གཙོ་བོ་དེ་སོ་སོའི་གི་གར་བསྒྲུབ་པ་ད་ཅིག་དམ་བཅའ་དེ་ལ་ཡང།

སྡེ་ཆེན་པོའི་དགུན་ཆོས་འདི་བཙུགས་ནས་ད་ལོ་མང་པོ་ཞིག་ད་འགྲུག་ཡོད་མ་རེད། ལོ་གསུམ་བཞི་ཞིག་མ་གཏོགས་འགྲུག་ཡོད་མ་རེད། ད་ཐོག་མར་འདི་བཙུགས་པའི་སྐབས་འདི་ཡང་ང་ཚོའི་གི་སྡེ་ཆེན་མའི་དགུན་ཆོས་ཞེས་བྱས་མིང་བཏགས་པའི་རྒྱུ་མཚན་འདི་ནི་མ་གཞི་གྱང་ཚང་མའི་ཁྱད་གསད་རེད།

ཤེས་རབ་ཅན་གྱི་མཆོག་དཔལ་རང་བྱུང་སྤྲུལ་ཅན་གྱི་མཆོག་མོའུ་འགལ་གྱི་བུ་ལྟ་བུ། ཤེས་རབ་ཅན་གྱི་མཆོག་ཤཱ་རིའི་བུ་ལྟ་བུ། ད་དེ་འདྲ་ཡོང་སྡིག་ཡོད་རེད། ད་དེ་ཚོ་ཚང་མ་ལོ་གཅིག། སྟོན་པའི་སློབ་མ་རབ་ཏུ་བྱུང་བ་ཕོ་ཡི་ནང་ནས་ད་ཅིག་ཤེས་རབ། ཨང་ཀི་དང་པོ་སོ་མར་བའི་ཤེས་རབ་ཡག་ཤོས་དང་ཨ་ནེ་གཅིག་རྫུ་འཕྲུལ་ཡག་ཤོས་ལ་དེ་ཚོ་ཆགས་བསྡད་ཡོང་རེད། ཨ་ནེ་སངས་རྒྱས་ཀྱི་སློབ་མ་རབ་ཏུ་བྱུང་བ་མ། རབ་ཏུ་བྱུང་བ། རབ་ཏུ་བྱུང་བ་མོ་དེ་འདྲས་ཡོང་བསྡད་ཡོང་རེད། དེའི་ནང་ལོགས་ལ་ཡིན་པ་ནས་ཡང་གཅིག་གཅིག་གཅིག་རྫུ་འཕྲུལ་ཅན་གྱི་ཆོས་ཟེར་བ་དང་ཨ་ནེ་གཅིག་ཤེས་རབ་ཅན་གྱི་ཆོས་ཟེར་བ། དེ་འདྲས།

འདྲེ་བྱེད་མ་ས་ཞིག་ཏུ་ཤོང་གི་ཡོད་རེད། བྱས་ཙང་དེའི་རྒྱུ་མཚན་ལ་བལྟས་ནས་དེ་བཙུན་མའི་དགུན་ཆོས་ཀྱི་མཚན་ལ་ཡང་འདྲེ་བྱེད་མ་ཞེས་བཏགས་པའི་རྒྱུ་མཚན་དེས་ཨ་ནེ་གཅིག་སངས་རྒྱས་ཀྱི་སློབ་མ་རབ་ཏུ་བྱུང། མོ་ཡི་ནང་ནས་ཅིག་ཤི་རབ་ཏུ་སྤོབས་པའི་མཆོག་ཏུ་གྱུར་པ་དེ་འདྲེ་བྱེད་མ་ཡིན་ཙང། དེའི་རྒྱུ་མཚན་གྱི་དབང་གིས་འདྲེ་བྱེད་མ་ཞེས་བྱས། བཙུན་མའི་དགུན་ཆོས་ཀྱི་མིང་དེ་འདི་བཏགས་ཡིན་པ་རེད།

བྲི། རྟགས་མདོར་ན་ཅི། རྣམ་པར་དག་པ། རྒྱས་དང་ལྡན་པ། དེ་ཚོ་ལ་ཡང་ང་ཚོ་ཅིག་མིག་ལྟོས་ཡར་བལྟས་རབ་བྱས་བྱས། ནི་ད། སོ་སོ་ཡིན་ན་ཡང་དང། དེ་དག་དང་མཚུངས་པའི་གི། ཅི་རྒྱ་བས་བསྟན་པ་ལ་ཡང། ཅི། ཚུལ་བཞིན་དུ། བསླབ་ནས། ཨ་མདའ་ཅིག། རྣམ་པར་གྲོལ་བའི་ཅིག་འབྲས་བུ་ཐོབ་ཡག་བྱས་ཨ་རབ་ཅིག། དེ་འདྲའི་ཅིག་བྱུང་ན་བསམ་པར་དེ་འདྲའི་ཅིག། སེམས་ཤུགས་འཕར་ཡག་ཅིག་མིག་ལྟོས་བྱས་ཨ་རབ་ཅིག། ད་དེ་འདྲའི་བྱུང་ན་བསམ་པར་དེ་འདྲའི་དྲན་པ་རེད། ཨ་ནི་མ་གཞི་ནས་ན་ནིང་ང་ཚོའི་གི་འཆར་གཞི་རུ་བྱས་པ་ཡིན་མིན་ན། ཨ་ནི་བཙུན་མའི་དགུན་ཆོས་སྐབས་ལི་ཡ། འབྲུག་གླིང་བྱས་ཨ་ཅིག།

བདག་བུ་མེད། བུ་མེད་ཀྱི་རྟེན་ལ། བདག་ཅིག། རྣམ་གྲོལ་གྱི་འབྲས་བུ་ཐོབ་པའི་གང་ཟག་ཁྱད་པར་ཅན་དེ་ཚོའི་གི་རྣམ་ཐར་ལ་བགྲོ་གླིང་བྱས་ར་འདུ་བྱས་པ་རེད། ཡིན་ན་དེ་དུས་ཚོད་མང་འདང་བྱས་བྱས་དེ་བྱུང་མ་སོང། རྗེས་མ་ག་ལེ་ག་ལེ་བལྟ་གི་ཡིན། བདག་གང་ལྟར་ཡང། སྔར་བོད་གངས་ཅན་ལྗོངས་ལ་ཡང་ད་མ་གཞི་ང་ཚོའི་ལོ་རྒྱུས་ཤེས་མཁན་ཚོས་ཀྱིས་དོ་སྣང་རོགས་ཞེས་གྲགས་ཤིག་བྱེད་ཀྱི་ཡོད་མ་རེད་ད། ད་ཅིག་གཞན་མ་གཏོགས་བོད་ལ་ཡང་སྔོན་མ་སྐར་མ། སྐར་མ་ཆགས་མེད་ཀྱིས་དེ་ལྟ་སྟེ། ཇོ་མོའི་ཀྱི་རི་ཆོས་བརྗོད་པ་རེད། བྱུང་མོད་རི་ཆོས། ང་ཚོ་རི་ཆོས་ཟེར་དོན་ཡོང་ལེགས་འདུག་ཨ་རི་ལ་ཡ་རི་ཁྲོད་ལ་ཡ་སྒོམ་རྒྱབ་པའི་སྐབས་ལ་ཡ་ཨེ་ད་ཅི་ཉེ་བར་མཁོ་བའི་གི་ཅིག་ཆོས་དེ་གི་དེ་ཚུལ་ཕྱུག་བསྒྲིགས་བྱས་ནས་བཟོས་བཞག་པ་དེ་འདི་ཚོ་ལ་རི་ཆོས་གསུངས་འདུག་ཨ། བྱས་ཙང་དམིགས་བསལ་བྱོ་མོའི་ཆེད་དུ་ཨ་བྱོ་མོ་ཟེར་དུས་ཙང་ད་དེང་སང་ཕལ་སྐད་ལ་ཨ་ནི་ཟེར་བ། དམིགས་བསལ་བྱོ་མོའི་ཆེད་དུ་ཀརྨ་ཆགས་མེད་ཀྱིས་རི་ཆོས་ཅིག་ཕྱུག་བསྒྲིགས་གནང་ཡོད་རེད། དེའི་ནང་ལོགས་ལ་ཡང། ཨ་རེ། སྐབས་དེ་དུས་སྐར་མ་འཆང་བའི་སྐབས་ད་སྐར་མ་སྐུ་དྲིན་བཅུ་བའི་སྐབས་དུ་བ་རེད། དེ་དུས་ས་གནས་དབུས་གཙང་ལ་ཡང་གྲྭ་བའི་དགོན་པ་ལས་ཇོ་མོའི་དགོན་པ་མང་ཡོད་རེད། ཨ་ནི་གྱོ་མོའི་སྒོམ་པ་དེ་ཚོའི་ནང་ལོགས་ལས་ཅིག་གྱོ་མོ་དེ་ཚོ་ཚང་མ་ལོགས་དངོས་གནས་ཅིག་ཚུགས་ཚུལ་ཁྲིམས་ཟེགས་མར་བས་ད་ཅིག་གང་ལྟར་ཅིག་ཞི་དྲག་གི་ག་རེ་ཞུ་བ་བསླབ་པ་སུ་ང་རུ་འདུག་དེ་སྤུས་དག་པོ་ཞི་དྲག་ཡག་པོ་ཡོད་རེད་དེ་འདྲས་གསུངས་ཤག་དེ་རིང་ཡུལ་ས་འདིའི་རྒྱུ་མཚན་སྤྲད་ནས་ཁོ་རང་འདས་པའི་ལོ་རྒྱུས་ནང་ལོགས་ལས་ནས་བོད་ལ་ཡ་ཅིག་གྱོ་མོའི་བསྟན་པ་ཟེར་ན་འདྲ་འདུག་ད་མདོར་ན་ཅིག་བཙུན་མའི་བསྟན་པར་ག་ལ་གང་འཚམ་ཅིག་དར་ཡོད་ས་རེད་ད་ཡིན་ནའི་ང་ཚོ་ད་ལོ་རྒྱུས་དྲི་ངན་དེ་ཚོའི་ཞི་དྲག་ནའང་དོ་སྣང་མ་བྱེད་ཆེན་ཕྱིས་སུ་ཕྱིས་སུ་ག་ལི་ག་ལི་ད་ཅི་དགའ་རོ་བས་སྤྱིར་བོད་ཀྱི་བཙུན་མའི་ཀྱི་བསྟན་པ་ཇི་ལྟར་དར་དང་ཨ་ནི་ཡང་དགོས་སུ་ཅིག་དགའ་རོ་བས་ཅིག་བུད་མེད་ཀྱི་བསྟན་ལ་ཡ། ཅིག། སྐྱེས་བུ་དམ་པ་ག་འདྲས་ག་འདྲས་བྱུང་ཡོད། ད་འདི་ཚོའི་སྐོར་ལ་དོ་སྣང་བྱེད་ཉིན་ཞེ་དྲག་ཉུང་ཉུང་རེད། མ་གཏོགས་དཔལ་ཁའི་གཡང་སྐོར་ལོ་རྒྱུས་ཐོག་ལ་དངོས་གནས་ཚུལ་ཐོག་ལ་ཡག་དང་བོད་ལ་ཡག། ཅིག། ཡང་བུད་མེད་ཀྱི་རྟེན་ལ་ཡག་གྲུབ་པ་ཐོབ་པའི་གི་གང་ཟག་ཁྱད་པར་བཅས་མང་པོ་བྱུང་ཡོད་རེད། ཨང་དག་ན་བཞིན་ཅིག། མཁས་པ་འདི་འདྲས་མང་པོ་བྱུང་ཡོད་ས་རེད། ཅིག་བཙུན་མའི་གི་སྡེ་ཡིན་ན་ཤུགས་ཆེན་པོ་དག་འདི་འདྲས་བྱུང་ཡོད་ས་རེད། ད་ན་བཞིན་གྱི་ད་དཔེར་ན་ང་ཚོ་འདི་ལྟ་དེ། བོད་ལ་ཡང་རབ་བྱུང་གི་དེ་ཐོག་མར་ཚུགས་པའི་སྐབས་ལ་ཡང། ད་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་སྐབས་ལ་ཡང་ཚུགས་པ་རེད་གསུང་གི་བར་པ། བྱས་ཙང་རབ་བྱུང་གི་དེ་ཐོག་མར་ཚུགས་པའི་སྐབས་ལ་ཡང་ཅིག་སད་མི་བདུན་ཟེར་ཅིག་བྱུང་བར་པ། ད་ཁ་ཤས་སད་མི་བདུན་རེད་ལགས་རེད་ཁ་ཤས་སད་མི་དྲུག་རེད་ལགས་རེད་ད་གང་ལྟ་ཡིན་མི་དྲུག་དང་མི་བདུན་ག་རེ་ཡིན་ནས་མིན་ནས་ད་གང་ལྟ། བོད་ལ་ཡང་རབ་བྱུང་གི་དེ་ཐོག་མར་ཚུགས། དེ་ཚུགས་པའི་སྐབས་ལ་ཡང་རབ་བྱུང་ཕ་ཙམ་དུ་མ་ཟད་པའི་རབ་བྱུང་མ། ད་ལྟ་དེ་རྒྱལ་པོའི་དགེ། ད་བཙུན་མོ། སྲིད། དེའི་མི་ཐུབ་དགེ་ས་མར་བ་ད་ག་འདྲ། ཅིག་ཕལ་སྐད་རུ་བརྒྱབ་པ་ཡིན་མིན་ན། ཅིག་རྒྱལ་པོའི་བཙུན་མོ་ཡིན་དེ་འགན། སྲས་མེད་དེ་བ་དེ་འདྲའི་བཙུན་མོ་དེ་འདྲ་ཡོང་དེ་ཡོད་ས་རེད། དེ་ཚུ་རབ་ཏུ། བྱུང་ཡོད་རེད། དེ་དུས་རབ་ཏུ་བྱུང་དུས་ས་ནས། ད་ག་ཟེ་ཅིག་རབ་བྱུང་རབ་གྲུབ་བྱས་དེ་གའི་རབ་བྱུང་གི་ནམ་སར་སྟག་ཆ་ལུག་རུ་ཞིག་གཡོ་བ་ནས་བཞག་བཞིན་ཡོད་ཀྱི་རེད་བསམ་གྲངས་མི་འདུག་གང་ལྟར་རབ་བྱུང་གྲུབ་ཟེར་དུས་ས་ནས་སད་མི་དུས་རབ་ཏུ་བྱུང་ཟེར་དུས་ས་རབ་ཏུ་བྱུང་བ་དེ་གའི་གང་ལྟར་ད་རབ་ཏུ་བྱུང་ཟེར་དུས་ས་ནས་ད་གང་ལྟར་བསླབ་པ་ཡོངས་སུ་རྫོགས་པ་ཅིག་བཙལ་བ་ཅིག་གོ་གི་བ་རེད། ད་ག་ནང་བཞིན་གྱི་དེ་ལ་འདུས་མཚུངས་བུ་མེད་ཡང། སྐབས་དེ་དུས་རབ་ཏུ་བྱུང་ཡོང་བ་རེད་དེ་རབ་ཏུ་བྱུང་ཟེར་དུས་བཟང་ནི། རབ་བྱུང་ཙམ་ཞིག་བ་བ་མ་རབ་བྱུང་ཙམ་ཞིག་བསྒྲུབས་ནས་བི་གའི་ཞག་ཞུས་ཀྱི་རེད་བསམ་གྲངས་མི་འདུག་དེ་རིང་དུས་བཟང་ནས་ད་དེའི་རྒྱུ་མཚན་ལ་བལྟས་ནས། ཐོག་མར་རྒྱལ་བསྟན་བོད་ལ་དར་བའི་སྐབས་ལ་ཡིན་པས་ན་ཡང། བསྟན་བསྟན་གྱི་ཅིག་གི་བུ་མེད་ཀྱི་བསྟན་ལ་སྐབས་དེ་དུས་ནས།

ད་ལྟ་དེ་ཕྱོགས་གཅིག་ནི་རྒྱ་བོད་ཡིག་ཚང་དང། ཨ་ནེ་ཅིག་ས་སྐྱའི་གདུང་རབས་དེ་ཚོ། ད་ལོ་རྒྱུས་ཁུངས་ལྡན་བརྩི་ཡོད་རེད། ད་དེའི་ནང་ནས་ཅིག། ད་རབ་ཏུ་བྱུང་བ་རེད་དགེ་སློང་མ་བསྒྲུབས་པ་རེད་ཟེར་དེ་གཅིག་པུ་རྫུན་མ་རེད་གཞན་དག་དེ་ཚོ་བདེན་པ་རེད་ལབ་པ་སོང་ན་ཀ་ལ་ཁ་བོ་མི་འགྲོ། རེད་པ། ཨ་ནི་དེ་ཙམ་དུ་མ་ཟད་པའི། ད་ལྟ་དེ་མི་ཉག་མཁས་པ་མི་ངས་བྲལ་བཀའ་བཞི་བ་རིག་པའི་སེང་གེ་མར་པས་ད་ཁོང་གི་རྣམ་ཐར་ནང་ལོ་ལས་ཨེ་ནི་མི་ཉག་རབ་སྒང་ལ་ཡང་དགེ་སློང་མའི་དགེ་འདུན་གྱི་སྡེ་ཡོད་པ་དང་བཙུན་མའི་སྡེ་དེ་འདྲའི་སུམ་བརྒྱ་བཞི་བརྒྱ་དེ་འདྲ་ཡོད་བསྡད་པ་དེ་འདྲ་བྱུང་ཡོད་པ་དེ་འདྲའི་ལོ་རྒྱུས་ཡོད་རེད། བཙལ་བཟང་ངོ་མ་བར་སྐབས་གཅིག་ལ་ཡང་བོད་ལ་དགེ་སློང་མའི་བསྟན་པ་ཟེར་ན་ལ་སྡེ་རབ་ག་ལ་ག་ཚོར་ཚུགས་ཡོད་ས་རེད། ལྷ་བླ་མ་ཡེ་ཤེས་འོད་ཁུ་ཡོན་གྱི་སྐབས་རེད་ཡ། གཏན་ཚིགས་ཅིག་འདུག་གཏན་ཚིགས་ཟེར་དུས་ཟངས་མདའ་ག་ལ་རྒྱལ་པོའི་མ། བཀའ་གནང་བཞག་པ་ཟེར་བའི་མ་གཅིག་རྒྱལ་པོའི་མ་བཀའ་བགྲོ་བཞག་པ་དེ་འདྲ་ཅིག་ཡི་གེ་ཞིག་འདུག་དེའི་ནང་ལོགས་ལས། ཨ་ནི་ད་བུ་མེད་རབ་ཏུ་བྱུང་འདོད་པ། བདག་ན་ཅིག་དགེ་སློང་མར་བསྒྲུབ་འདོད་པ་དེ་འདྲའི་བྱུང་བ་ཡིན་མིན་ན་འདི་ཚོ་བཀག་ཆོག་མེད། དེ་གལ་ཏེ་རབ་ཏུ་འབྱུང་བཅུག་གོ་ཡོད་དགེ་སློང་མར་བསྒྲུབ་བཅུག་གོ་ཡོད་ཟེར་ཅིག་དེ་ནི་ཅིག་བཀག་ནག་བྱ། བྱས་ཙང་དེ་དུས་ཀྱི་སྒྲུབ་མཁན་ཅིག་ཡོད་འདྲ། སྒྲུབ་མཁན་མེད་ན་ད་བསྒྲུབ་བཅུག་གོ་ཡོད་ཟེར་ལབ་དགོས་ཡ་མི་འདུག་བ། དག་ན་ཤིང་གིས། ལོ་ཙཱ་བ་རིན་ཆེན་བཟང་པོའི་གིས་རྣམ་ཐར།

དགེ་སློང་མའི་སྡེ་ཉམས་རྒུད་ཕྱིན་ཡོད། ད་ནི་ཞིག་བཙུན་མའི་སྡེ་དེ་ཚོ་ཉམས་རྒུད་ཕྱིན་ཡོད་ཧ་གོ་མི་འདུག་ད་དེ་ཞིབ་འཇུག་བྱེད་དགོས་ཨ་རེད། གང་ལྟར་སྐྱེ་འཆི་ནི་བྱུང་བ་ཡིན་པ་འདྲ། གང་ལྟར་ཕྱིས་སུ་ད་བཙུན་མའི་གི་དགོན་པ་དེ་ཚོ་ཉམས་ཐག་པོར་སྐྱོ་བོར་བཞི་ཡོད་པ་བོད་ལ་ཡང་སྐྱོ་བོར་ཡོད་ཡོད་རེད། ད་དེ་མ་གཞི་གྱ་ང་ཚོ་མང་པོ་ཅིག་གིས་ཤིང་གི་ཡུལ་མ་རེད་བོད་ལ་ཡང་བཙུན་མའི་གི་དགོན་པ་དེ་ཚོ་ལ་བསྡད་མྱོང་ངེས་དེ་ཚོ་ཕ་ཆེ་ཤིང་གི་རེད། རྫུན་མའི་དགོངས་པ་ནི་དེ་དུས་ས་ནི་འཚོ་བའི་གི་མཐུན་རྐྱེན་ནས་སྐྱོ་པོ་ཡོད་བསྡད་པ། དག་ནས་བཞིན་གྱི་བསླབ་པ་སློབ་གཉེར་བྱས་ཨ་དེ་ཟུན་ནས་ཧ་ཅང་གི་ཐབས་ཞན་པོ་ཡོད་བསྡད་པ། ད་དེ་ཟེར་བ་ཞག་རེད། དེ་རིང་ཡོད་དུས་ས་ནི་ད་དེ་འདྲི་ཅིག་གནས་སྟངས་དེ་འདྲི་ཅིག་ཆགས་དགོས་ཨ་གི་རྒྱུ་མཚན་དེ་ད་ཆབ་སྲིད་ཡིག་དང་འབྲེལ་བ་ཡོད་དང། ཡང་ན་ཅིག་ཆུ་ལུགས་གི། དབང་སྒྱུར་བྱེད་མཁན་དང་འབྲེལ་བ་ཡོད་ན་ད་ག་བ་ག་རེ་ལ་འབྲེལ་བ་ཡོད་ཧ་གོ་ཧ་ཟེར་གྱི་མི་འདུག་ག་དེ་རིང་དུས་སང་ད་དེ་བརྟག་དཔྱད་བྱེད་དགོས་ཡ་རེད་ཤག་གང་ལྟར་ཡང། ད་ལྟ་ཅིག་གར་བཞུ་བའི་ཅིག་བཙུན་མ་དེ་ཚོ་ལ་ཡ་ཨ་ན་ཅིག་ཤེས་ཡོན་ཡར་རྒྱས་དགོས་ཀྱི་འདུག་བསླབ་པ་སློབ་གཉེར་སྤྲད་དགོས་ཀྱི་འདུག་ཨ་ན་ད་ནང་བཞིན་གྱི་ཅིག་དགེ་སློང་མའི་དགེ་འདུན་གྱི་སྡེ་ས་མོར་བའི། ད་སྐད་བཤད་ཁུག་འདུག་ཟེར་ཨ་འདི་སྐད་ཆ་འདི་ད་དེང་སང་གཞི་ནས་ཅིག་ག་ཚོད་རེད་གལ་ཆེན་པོ་རུ་ཆགས་ཆེ་དེང་སང་པོད་ག་ཚོད་སྔར་གལ་ཆེན་པོ་མ་ཡིན་པ་ཅིག་དེང་སང་གལ་ཆེན་པོ་རུ་ཆགས་ཆེ་སྐད་ཆ་བཤད་བདེ་བའི་སོར་ཅིག་དེ་འདྲ་ཞིག་རེད་མི་འདུག། སྔར་གལ་ཆེན་པོ་ཡིན་ལ་ཡིན་བཞིན་དུ་དེ་ཕར་ཅིག་མི་ཚང་བ་ལོ་ལེགས་ཡ་གལ་ཆེན་པོ་ཡིན་པ་དེ་གསལ་བཤད་བྱེད་ཡག་ཅིག་དང། འདི་ཅིག་གར་ཆོར་ཐེ་ཚུམ་དང་ལོག་རྟོག་སེལ་ཡག་ཅིག་དེ་འདི་ཅིག་ཡིན་པ་རེད། དེ་ཡང། ད་ལྟ་བྱེ་བྲག་བཤད་མཛོད་ཆེན་མོའི་ནང་ལོ་ལེགས་ཡ་བྱེ་བྲག་བཤད་མཛོད་ཆེན་མོ་ཟེར་ཡག་དེ་ད་ང་ཚོ་བྱེ་བྲག་སྣང་བ་བྱེད་བྱེད། མཐོ་ས་རུ་འདི། གཙོ་བོ་དེ་དག་བྱེ་བྲག་བཤད་མཛོད་ཆེན་མོ་ལ་བརྟེན་ནས་ཐོགས་ཡོད། ཤེལ་ཡོར་བ། ང་ཚོས་གྲུབ་མཐའ་སྨྲ་བ་ཞེས་བཤད་དུས་སམ། བྱེ་བྲག་སྨྲ་བ་ལ་གོ་བའི་རྒྱུ་མཚན་དེ་ག་རེ་ཟེར་ན། བྱེ་བྲག་བཤད་མཛོད་ཆེན་པོའི་རྗེས་སུ་འབྲངས་ནས་ཨ་ནི་ཁོ་རང་གི་ལྟ་གྲུབ་བཤད་ཀྱི་ཡོད་ཙང་དེའི་རྒྱུ་མཚན་ལ་བརྟེན་ནས་བྱེ་བྲག་སྨྲ་བ་ལབ་པས། ད་བྱེ་བྲག་བཤད་མཛོད་ཆེན་མོའི་ནང་ལོགས་ལས་ག་རེ་གསུངས་འདུག་ཟེར་ན། ད་བསྟན་པའི་གནས་ཚད་རུ་ཅིག་བཤད་པའི་ཁ་ཐུག་ཅིག་ལ་ཡང། འདུལ་བའི་ནང་ལོགས་ལ་སངས་རྒྱས་ཀྱི་བསྟན་པ་ལོ་སྟོང་དུ་གནས་གསུང་ཡང་བཅོས་ཡོར་བ། ད་བྱེ་བྲག་ཤེས་འཚོལ་ཆེན་མོ་བྱུང་བའི་སྐབས་དུ་བ། སངས་རྒྱས་ཡང་བསྐལ་པ་བྱུང་བས་སངས་རྒྱས་བསྟན་པ་དང་ལོ་སྟོང་ཕྱིན་ཚར་ཡིན་པ་འདྲ། ད་དུང་གནས་འདུག་སངས་རྒྱས་ལོ་སྟོང་གནས་ཚེ་རུ་ད་ད་དུང་གནས་དུ་ཡོད་རོགས་པ་ད། གནས་དུ་ཡོད་རྒྱུ་བསམ་ན་ད། སངས་རྒྱས་ཀྱི་བསྟན་པ་དང་ལོ་སྟོང་དུ་མ་གཏོགས་གནས་གི་མ་རེད་གསུང་ཡ་དེ་འདི་ག་འདྲི་ཅི་རེད། ཁོ་ཚོ་བགྲོ་གླེང་བྱས་འདུག་བ་དགྲ་བཅོམ་པ་དེ་ཚོ་བགྲོ་གླེང་བྱས་འདུག་བ། དེ་འདྲ་བགྲོ་གླེང་བྱེད་དུས་བསམ་ནས། མ་རེད་མ་རེད་སངས་རྒྱས་བསྟན་པ་མ་གཏོགས་ལོ་སྟོང་སྟོང་རེད་སངས་རྒྱས་བསྟན་པ་ལོ་སྟོང་མ་ནིང་མ་རེད། ད་ཡིན་ན་བུ་མེད་རབ་ཏུ་བྱུང་བ་ལ་བརྟེན་ནས་ལོ་ལྔ་བརྒྱ་འགྲིབས་སུ་རེད་ཟེར་གྱི་ཞོར་བ། ད་ལོ་སྟོང་དུ་མ་ནིང་མེད་པ་ཅིག་དེ་དེའི་སྒང་ལ་བུ་མེད་རབ་ཏུ་བྱུང་དེ་གི་ལོ་ལྔ་བརྒྱ་འགྲིབས་སོང་ཟེར་ས་ད་སངས་རྒྱས་བསྟན་པ་ཉིད་ད་ག་ཞོ་བྱེད་རང་བཤད་མཛོད་ཆེན་པོ་བྱུང་བའི་ཁ་ཐུག་ལ་ཡང་དུས་རབས། དང་པོ་གཉིས་པ་དང་བ་ཅི་རེད་ད་གང་ལྟར་བྱས་ནས་སངས་རྒྱས་བསྟན་པ་ཕ་ཅི་ད་ཉམས་ཚར་བས་སོར་ཆགས་འགྲོ་གི་བ་ད་ཡིན་ནས་ད་དེ་དུས་ཚང་སྐུ་གཟུགས་འདྲི་ནས་བགྲོ་གླིང་བྱས་འདུག་བ་ད་དེ་ག་རེ་རེད་ཟེར་བུ་མེད་རབ་ཏུ་བྱུང་ནས་སངས་རྒྱས་བསྟན་པ་ལོ་ལྔ་བརྒྱ་འདྲི་བར་འགྲོ་གི་རེད་ཟེར་ཨ་ཅེ་ཤི་ཡ་དེ་ག་རེ་རེད་ཟེར་གསུང་དུས་ཟེར་ད་དེ་ལས་དགྲ་བཅོམ་པ་དེ་ཚོས་ཀྱི་བཞེད་པ་ཅིག་ཁོ་རང་ཚོས་འགྲེལ་བཤད་བརྒྱབ་སྟངས་མི་འདྲ་གཉིས་བྱུང་ཞག་གཅིག་དེ་རྣམ་པར་གྲོལ་བའི་བསྟན་པ་ལ་དགོངས་པ་རེད།

ག་རེ་གསུངས་འདུག་ཟེར་ན། ཨ་ནི། ལྕི་བའི་ཆོས་ཀྱིས་ཁས་མ་བླངས་ན། ཨ་ནི། བསྟན་པ་ལོ་ལྔ་བརྒྱ་འགྲིབ་པར་འགྱུར་བ་རེད། ལྕི་བའི་ཆོས་ཀྱིས་དེ་ཁས་བླངས་ཡོད་པ་ཡིན་ཙང་དེའི་རྒྱུ་མཚན་ལ་བརྟེན་ནས་བསྟན་པ་ལོ་ལྔ་བརྒྱ་འགྲིབ་པར་འགྱུར་ཡོང་བ་མ་རེད། རེད་ཅེས་འགྲེལ་བཤད་སྐྱོན་བཞག། བྱས། ད་འདི་ང་ཚོའི་སྔོན་མ་ང་ཚོ་འདི་དཔེ་ཆ་དེ་མ་རག་གོང་ལ་ཡང་ང་བྱས་འདང་ནས་ཤིང་གི་བཤས་ལ་བྱས་ང་ཚོ་སྐད་ཆ་བཤད་དུས་ས་ནས་འོ་ད་དེ་འདྲས་ཅིག་མེད་འགྲོ་བྱས་ང་ཚོས་དེ་འདྲས་འགྲེལ་བཤད་བརྒྱབ། ད་ང་ཚོས་འགྲེལ་བཤད་བརྒྱབ་པ་དེ་དང་དཔེ་ཆའི་ནང་བཤད་བཞག་པ་དེ་ཏག་ཏག་བསྡད་བཞག་བྱས་ཙང། ཏིས་ཅིག་སྤོབས་པ་ནུབ་ཏིས་སླེས་སོང།

དེ་རིང་རྒྱུ་ཟག་ནས་འདི་གི་འདི་ལ་ཡ། དཀར་ཕྱོགས་མ་གཏོགས་ལོག་རྟོག་སེལ་དགོས་ཨ་ཏི་གལ་ཆེན་པོ་ཞིག་རེད། ང་ཚོ་ཚད་མལ་གྱི་རྟགས་གསལ་སྦྱངས་ནས་པའི་ཐལ་དང་ཕྱིར་བྱས་བྱས་རྐང་པ་བརྡབ་ལག་པ་བརྡབ། དེ་རིང་བྱས་བྱས་པའི་ལོ་མང་པོ་ལས་རྩོད་པ་བྱས་དགོས་ཨ་ཏི་གཙོ་བོ་དེ་མ་རྟོགས་པ་དང་ལོག་པར་རྟོགས་པ་སེལ་ཡ་བྱེད་དུ་རུང་བ། མ་ད་ཁ་བདེ་པོ་བཟོ་ཡ་གཅིག་པུ་བྱེད་དུ་མ་རུང་བ། བྱས་ཙང་དེའི་རྒྱུ་མཚན་བལྟས་ནས་ད་མ་རྟོགས་པ་དང་ལོག་པར་རྟོགས་པ་བསལ་ཡག་འདི། ང་ཚོ་གཅིག་ཚད་མ་ལ་ཡང་སློབ་སྦྱོང་བྱས། རིགས་ལམ་ལ་སློབ་སྦྱོང་བྱས་ནས། ག་འདར་ཅིག། དོན་གོ་སྒྲུབ་འདི་མ་རྟོགས་ལོག་རྟོགས་བསལ་ཡག་རེད་དོ། ཚད་མ་ལ་སློབ་སྦྱོང་བྱས། ཨ་འདར་ཅིག། རིག་པའི་རྗེས་སུ་འབྲང་མཁན་ཅིག་ཡིན་ཟེར་གི་ཟེར་གི་ལ་ཡ། མ་རྟོགས་ལོག་རྟོགས་དེ་ཚོ་ཆེ་རུ་ཕྱིན་པ་ཡིན་མིན་ན། ད་ཡག་པོ་ཞིག་ལ་ཆགས་མེད་པ་བཏང་རེད། ཡིན་དུས་ས་ནས་ང་ཚོས་ཚད་མ་ལ་སློབ་སྦྱོང་བྱས། རིགས་ལམ་གྱི་ཐོག་ནས་བརྡར་ཤ་བཅད་ནས་འགྲོ་དགོས་དུས་ས་ནས་དངོས་ཡོད་གནས་ཚུལ། རིགས་ལམ་དང་མཐུན་པ་ག་རེ་རེད་འདུག་བ། དེ་གཙོ་ཆེ་བ་བྱེད་དགོས་རེད་མ་གཏོགས་པའི། གཅིག་གིས། ཁ་ཤོ་ལ་ཅིག། ཀླད་རྙིང་འཁྲིག་སོང་བྱས་ཡག་སོ་ཞིག། ད་ནི་བྱིན་གྱིས་བརླབས། རྒྱུ་མཚན་ཡང་དག་པ་མེད་པ་ཅི་ལ་ཡ། ཨ་མདའ་ཅིག་སུ་སུའི་གི། ད། ཕྱོགས་ཞེན་ཟེར་ནས་འབྲངས་འདུག། ཡང་ན་ལྟ་བ་ཟེར་ནས་འབྲངས་འདུག་ད་དེ་གཙོ་ཆེ་བ་བྱས་པ་དེ། ནི་དེ་རིག་པ་མེད་པར་འགྲོ་སྟངས་དེ་ཆགས་ཡོང་བ་ལ། དེ་རིང་དུས། དེའི་གི་རྒྱུ་མཚན་བསྟན་ནས་ང་ཚོ་ཡང་དགོངས་པ་ཡག་པོ་བཞེས་དགོས་པ་དེ། གལ་ཆེན་པོ་རུ་ཆགས་བསྡད་འདུག་བསམ་པ་རུ་ཞིག་རེ་དྲན་འདུག།